ཨོ་ཡ། ད་རྒྱུ་མེད་རྐྱེན་མེད་དུ་སྐྱེ་ཐུབ་ཀྱི་མ་རེད་དེ་རྒྱུ་མེད་རྐྱེན་མེད་དུ་སྐྱེ་མི་ཐུབ་ཡིན་དུས་གང་ལ་དང་པོ་དེ་དེ་ནི་དེ་ད་གི་ཟ་གི་ན་བཞིན་བྱེད་གི། ཨོ་ཡ། དེ་ནི་སྒོམ་ཡག་པོ་ཞིག་སྐྱེ་བར་བྱེད་པ་ལ་དང་པོ་དེ་ནི་གང་རུང་ང་རང་ཚོ་ཡིན་ན་འདི་ཡག་པོ་ཞིག་དགོས་གོ་ཞི་གནས་ཡག་པོ་ཞིག་དགོས་གོ་རེད་ཞི་གནས་ཡག་པོ་ཞིག་མ་བྱུང་ན་སྒོམ་ཡག་པོ་ཞིག་འོང་གི་མ་རེད་ད་སྔ་མ་སྔ་མ་སྔ་མ་ད་ཞིང་ནན་ཡག་པོ་བཅས་སྐྱེད་པར་བྱེད་པ་ལ་ཚུལ་ཁྲིམས་གཙང་མ་དགོས་པ་རེད་ཚུལ་ཁྲིམས་གཙང་མ་དགོས་པར་བྱེད་པ་ལ་དང་པོ་ཉི་ཤུ་ཁོ་རང་ལ་ཡང་དེ་ནི་རང་གི་དང་པོ་དེ་ནི་ད་སྲུང་བཅད་ཀྱི་དགེ་འདུན་པ་ཡིན་ན་འདྲ་བླ་མ་དགེ་བའི་བཤེས་གཉེན་ཀུན་དོན་ལ་བཞུགས་དགོས་རེད་འོ་ཡ་དེ་ན་ད་ང་རང་ཚོ་སྤྱི་བཏང་གི་ད་ང་རང་ཚོ་ནང་པ་སངས་རྒྱས་པ་དེའི་ནང་ནས་དེ་ནས་ང་རང་ཚོ་བོད་ཀྱི་དེ་ནས་ཀར་མི་ཚོ་ཐམས་ཅད་དེ་ད་སྐྱབས་འགྲོ་གི་འདུན་པ་མ་ཞུས་ཕལ་ཆེར་ཡོད་མ་རེད་ཐམས་ཅད་ཀྱི་སྐྱབས་འགྲོ་འདུན་པ་ཞུ་ཤ་ཨ་རེད་དེ་སྐྱབས་འགྲོ་འདུན་པ་ཞུས་ཏེ་དགེ་བསྙེན་དགོན་པ་དེའང་ཐོབ་བསྡད་ཡོད་རེད་དེ་ཡིན་དུས་དེ་ནས་ད་སྤྱི་བཏང་གི་ཤེས་དུས་གང་ལ་ང་རང་ཚོ་གི་ས་ཆ་ཚོ་རང་ད་བླ་མ་ལ་སྐྲ་སྤུས་ཟེར་གྱིན་ཕུལ་རྒྱུ་ཡོད་དུ་ཨ་བླ་མ་ལ་སྐྲ་སྤུས་ཕུལ་རྒྱུ་དེ་རྒྱུ་མཚན་ཅི་རེད་ཟེར་བ་ཆོས་སྤུ་གུ་ཅིག་ཡིན་ན་ཡང་སྐྲ་སྤུས་ཐང་ཤོས་བླ་མ་ལ་ཕུལ་དགོས་རེད་ད་འདང་ལ་ཚང་ང་རང་ཚོ་ད་ཅིག་མ་ཅིག་ངོ་མ་ཉམས་སོང་ནས་དེ་ཐམས་ཅད་སྤྲུལ་སྐུ་ཚོ་ལ

རྩ་ནས་མ་བྱུང་ན་ཡང་དེ་ནི་ཆོས་པ་གཅིག་གི་འོད་གསལ་ལ་སྐྲ་གཅིག་ཡིན་གྱི་མི་འཇིགས་བཅས་སྐོར་དེའི་སྐྲ་བཅད་སོང་ན་དེ་སྐྱབས་གསུམ་འཛིན་པའི་དགེ་བསྙེན་གྱི་སྡོམ་པ་དེ་ཐོབ་འགྲོ་རེད་ཨ། དེ་སྐྲ་བཅད་ནས་དེ་ནི་དེ་འདྲའི་ཐོབ་གོ་ཡོད་ན་དགེ་སློང་དགེ་སེལ་གྱི་སྡོམ་དགེ་སློང་དགེ་སེལ་གྱི་སྡོམ་པ་དག་ཐོབ་ཀྱི་མ་རེད་དེ་དགེ་བསྙེན་སྡོམ་པ་དེ་ཐོབ་འགྲོ་རེད་དེ་ཡིན་དུས་གང་ལ་ང་རང་ཚོ་འདི་ནང་ལ་གཅིག་སོང་བ་རེད་ཟེར་བར་ཆོས་མངོན་པ་མཛོད་ནང་སོང་སྡོམ་པ་ཀུན་ལ་ཡོད་མོད་ཀྱི་སྐྱབས་གསུམ་མ་སོང་པ་ལ་མེད་ལབ་རེད་དཀོན་མཆོག་གསུམ་ལ་སྐྱབས་ཡང་དག་ཏུ་འཛིན་ས་མ་བྱོས་སྐྲ་མ་བཅད་ན་ཡང་དེ་ནི་སྐྱབས་འགྲོ་གྱི་སྡོམ་པ་དེ་ཐོབ་འགྲོ་ཟེར་རེད་དེ་ནི་སྐྲ་བཅད་ན་ད་དེ་བས་ཀྱང་ཡག་གི་རེད་བ། ད་དེར་མང་པོ་བསླབ་ན་མཁན་པོ་རྡ་ས་རིན་པོ་ཆེ་དཔེ་སྙན་པོ་དེ་ལ་གསུངས་རྒྱུ་ད་དེར་བསླབ་ན་ཡང་མང་བོ་མགོ་འགྲོས་མ་གཏོགས་གི་སྐྲ་བཅད་རྒྱུ་དང་མིང་བསྒྱུར་རྒྱུ་དེ་ལ་དཔེ་མིག་གིས་དེ་ནས་དོན་དག་ཆེན་པོ་ཞུས་ཡོད་རེད། ད་དེ་ང་རང་ཚོ་མ་གཞི་ཁོ་རང་ནི་དགེ་སློང་དགེ་ཚུལ་གྱི་འདོད་པ་སྣང་ལ་ད་དེ་མང་པོ་ཡོད་རེད་དེ་ཕྱི་དང་ང་རང་ཚོ་གི་ད་འདྲ་བླ་མ་གི་སྐྲ་བཅད་རྒྱུ་དེ་དང་ཨོ་ཡ་དེ་ནས་མིང་བསྒྱུར་རྒྱུ་དེ་ལ་ཡང་དཔེ་གི་དོན་དག་ཆེན་པོ་ད་མང་པོ་ད་དེ་ཚོ་བསླབ་ན་མང་པོ་དུས་ཚོད་རྫོགས་ཚར་ས་མ་རེད། ཨོ་ད་དེ་འདྲ་རེད་དེ་དུས་གང་ལྟར་ད་ལྟ་ང་རང་ཚོ་འདི་རུ་དེ་གང་རེད་ཟེར་བ་ཆོས་སྤྱིར་ཏང་གི་སྐྱབས་འགྲོ་དང་ཏང་དོན་པ་ཐབས་ཅད་རིམ་པ་བཞིན་དུ་ཡོད་པའི་ཐོག་ནས་ཏང་ང་རང་ཟེར་ལྷག་དོན་དག་མ་དག་པའི་ཤེས་རབ་དེ་རྒྱུད་ལ་སྐྱེ་དགོས་ཡོད་རེད་དོན་དག་ག་ལས་བརྒྱ་བཤད་སྟོང་དུ་བཤད་ཀྱང་གོ་བ་གཅིག་གཅིག་བཤད་ཀུན་འགྲོ་ལམ་ལ་ཅིས་མི་འཇུག་ཟེར་སྐྱབས་རྗེ་བདུན་ཅུ་རིན་པོ་ཆེ་གི་རི་ཆོས་དམར་ཁྲིད་ནང་ལ་མར་ཏིའི་ལུང་དྲངས་བ་ནང་བཞིན་བྱེད་ཀྱི་དེ་འདྲ་རེད་ད་དེ་ཡིན་ན། ཡང་དག་ལྷག་མ་བདག་མེད་ལྟ་བུའི་ཤེས་རབ་དེ་སྐྱེད་པར་བྱེད་པ་ལ་དེ་གང་དགོས་རེད་ཟེར་ན་ཞི་གནས་དགོས་རེད་གསུངས་ན་ཞི་གནས་ཡང་དག་དེ་ཞི་གནས་དེ་གཙོ་ཆེ་ཤོས་ཅིག་རེད། སྤྱོད་འཇུག་ནང་ལ་ཡང་ཞི་གནས་རབ་ཏུ་བསྟེན་པའི་ལྷག་མཐོང་གིས་ཟེར་གྱི་ཡིན་འདུག་འོ་ཞི་གནས་དེ་ཡག་པོ་ཅིག་དགོས་རེད་མ་གཏོགས་ཞི་གནས་མ་བྱུང་ན་འགྲིག་གི་མ་རེད་གསུངས། ད་ཧ་ན་ཞི་གནས་སྐྱེད་པའི་ཁང་གང་རེད་ཞི་གནས་དེ་མ་གཞི་ཐུན་མོང་གི་ལམ་རེད། ཞི་གནས་དེ་ཐུན་མོང་གི་ལམ་རེད། སྤྱིར་བཏང་གི་ཡང་རྫོགས་པ་ཆེན་པོ་ཡི་སྒོ་ནས་ཞི་གནས་ཞི་གནས་ཟེར་གི་ལབ་དུས་གང་ལ་ནི་ཡང་ཞི་གནས་ཟེར་དུས་གང་ལ་དངོས་གནས་ཀྱི་ཅིག་ཞི་ལྷག་ཟུང་འཇུག་གི་ལམ་ལ་ཞི་གནས་ཟེར་གི་འདི་འདྲ་ཟེར་གྱི་ཡོད་རེད་སྣང་སྦྱང་ཚོ་ལ་ཞི་གནས་ཞི་གནས་ཟེར་མཁན་དེ་ཞི་གནས་རེད་ཞི་ལྷག་ཟུང་འཇུག་གི་རང་བཞིན་དེ་ལ་ཞི་གནས་ཞི་གནས་ཟེར་གི་འདི་འདྲ་ཟེར་ཡོད་རེད་དེ་ལྟ་སྐབས་སུ་དཔེ་དམིགས་བསལ་སྐད་ཆ་དེ་མང་ཆ་ཞི་གནས་ཟེར་གི་འདི་སེམས་གནས་སྤེལ་གི་ཐབས་རེད་སེམས་གནས་སྤེལ་གི་ཐབས་དེ་ལ། དེ་ནི་སེམས་གནས་པ་དེ་སྤྱི་དང་གི་ང་རང་སོགས་ནང་པ་སངས་རྒྱས་གཅིག་པུ་མ་ཡིན་པ་ཕྱི་རོལ་མུ་སྟེགས་པ་ལའང་ཡང་ཡོད་རེད་ད་གཙོ་བོ་ཕྱི་རལ་མུ་སྟེགས་པ་རེད་ད་དྭངས་སངས་ཀིར་སྟེན་དང་མུ་སི་ལིམ་དང་ཡོད་ཀྱི་འགྲོ་ད་དེ་དེ་ལྟ་དེ་ང་རང་ཚོ་གི་དེ་ནས་ནང་པ་སངས་རྒྱས་པ་དང་མུ་སི་ལིམ་ཚོ་ལ་འདི་གང་ཟེར་ཧིན་དུ་ཚོ་ལ་ཡང་ཞི་གནས་གི་སྒོམ་རྒྱག་རྒྱུ་ཞུ་ང་ཚོ་ལས་ཀྱང་ཡག་ག་རྒྱག་མཁན་དེ་འདྲ་ཡོད་ས་འདུག་བ་དང་དཔེ་མེད་གི་སྒོམ་སྒོམ་རྒྱབ་ནས་མི་ཚེ་བའི་ཆེ་གེ་གཅིག་ཁོ་རང་ཚོ་ལ་དངོས་ཤེས་འདྲ་བོ་དང་གཅིག་དངོས་གནས་ཀྱི་གཅིག་གྲུབ་རྟགས་འདྲ་བོ་གཅིག་ཆར་བ་ཆོད་པའི་འདྲ་བོ་ཡོད་རྒྱུ་དེ་འདྲ་འདུག་བ། དེ་ཞི་གནས་ལ་བརྟེན་ན་བྱུང་གི་ཡོད་རེད་དེ་ཡིན་དུས་གང་ལ་ད་ཞི་གནས་དེ་སྐྱེད་པར་བྱེད་པར་དང་པོ་ཞི་གནས་ཟེར་མཁན་དེ་ལྷག་མཐོང་གི་སྐྱེད་པར་བྱེད་པ་ལ་ཞི་གནས་དགོས་རེད་ཞི་གནས་དེ་གང་རེད་ཟེར་བ་བྱོས། ཞི་གནས་སྐྱེད་པའི་གི་ཐབས་དེ་གང་རེད་ཟེར་བ་བྱོས། ད་ང་རང་ཚོ་གི་དེ་ནས་ཉེས་པ་ལྔ་སྤངས་འདུ་བྱེད་བརྒྱད་ཟེར་མཁན་འདྲ་བོ་སེམས་ཀྱི་གནས་པ་དགུ་ཟེར་མཁན་འདྲ་བོ་དང་ད་ད་རུང་དེ་ཚད་བརྒལ་མ་རེད་དཔེར་མིག་གི་སེམས་གནས་པའི་ཐབས་མང་པོ་ང་རང་ཚོ་རོང་ཟོམ་མ་ཧཱ་པཱ་ཏྲི་ཏཱ་ཀའི་ལེའུ་དྲུག་པ་ནང་ལ་དེ་ནས་ད་དངོས་གནས་ཀྱི་ཅིག་ཞི་གནས་སྐྱེད་སྤེལ་གྱི་ཐབས་མང་པོ་ཅིག་གསུངས་བཞག་ཡོད་རེད། འོ་ད་དེ་ཡིན་དུས་ད་དེ་རིང་ང་རང་ཚོས་འདི་རུ་དེ་ནས་ཞི་གནས་སྐྱེད་སྤེལ་གྱི་ཐབས་དེ་གང་དགོས་རེད་ཟེར་ན། ཞི་གནས་སྐྱེད་རྒྱུ་དེ་འདི་རེད། ཨོ་ཡ། ཨོ། ད་ཞི་གནས་སྐྱེད་རྒྱུ་དེ་ལ་དེ་ནས་ཞི་གནས་སྐྱེད་པའི་ཐབས་དེ་གང་རེད་ཟེར་ན་ངེས་པ་ང་པང་དུ་ཆེ་རྒྱལ་ཡས་ཟེར་ད་རྔོན་པ་མཛོད་དང་རྔོན་པ་ཀུན་འདུས་དང་ད་དེ་ཚོའི་ནང་ལ་དེ་འདྲ་མང་པོ་ཅིག་གསུངས་བཞག་རེད། ཡ་ད། ཏིང་ངེ་འཛིན་སྐྱེ་བར་བྱེད་ཀྱི་ལ་ཉེས་པ་ལྔ་སྟེ་གང་རེད་འདུས་བྱས་ཀྱི་དེ་གང་རེད་ཟེར་ན་དབུས་མཐའ་རྣམ་འབྱེད་ལས། ད་ང་རང་ཚོ། རྒྱལ་བ་བྱམས་པ་གིས་དེ་ནི་བྱམས་ཆོས་ལྡན་ངག་གི་ནང་དབུས་མཐའ་རྣམ་འབྱེད་ཟེར་འབྱོར་དེའི་ནང་ལ། ལེ་ལོ་དང་ནི། མན་ངག་རྣམས། བརྒྱད་དང་བཅིངས་དང་བསྒོ་བ་དང་འདུས་མི་བྱེད་དང་འདུས་བྱས་དེ་འདི་དག་ཉེས་པ། ལྔར་འདོད་དོ་ཟེར་ད་ཞི་གནས་ཡང་དག་པ་ཅིག་རྒྱུད་ལ་སྐྱེ་བར་བྱེད་པ་ལ་འདི་ཚོ་སྐྱོན་རེད་ཉེས་པ་ལྔ་ཟེར་ཉེས་པ་ཟེར་མཁན་སྐྱོན་རེད་བ། སྔགས་འདི་ཉེས་པ་ལྔ་དེ་སྤང་དགོས་རེད་ལབ་རེད་ཉེས་པ་ལྔ་དེ་སྤང་དགོས་ན་ཉེས་པ་ལྔ་ངོས་བཟུང་དགོས་རེད་དང་པོ་ཉི་ཤུ་ནི་ཉེས་པ་ལྔ་དེ་ངོས་མ་བཟུང་ན་དེ་ནི་སྤང་རྒྱུ་གང་ཡིན་སྒྲུབ་རྒྱུ་གང་ཡིན་ཧ་གོ་བོ་མ་རེད་བ་དེ་ཡིན་དུས་དང་པོ་ཉེས་པ་ལྔ་དེ་ངོས་བཟུང་བ་ལ་ད་སྒོམ་གཅིག་རྒྱག་གིན་ཟེར་ན་ཡ་ད་ང་ཏིང་ངེ་འཛིན་ལ་བརྟེན་ནས་ཞི་གནས་གཅིག་སྒོབ་གིན་ཡིན་ཟེར་ན་ད་འདི་རྫོགས་ཆེན་སྒོམ་རྒྱུ་སྐད་ཆ་བཤད་དགོས་བ་མ་རེད་ད་ཆགས་ཆེན་སྒོབ་རྒྱུ་སྐད་ཆ་བསྐྱར་རིམ་ཆགས་ཆེན་དང་རྫོགས་ཆེན་ཞིང་བསྒོམ་རྒྱུ་ལ་འདི་ཡིན་ཁྱིམ་མཚེས་དགུ་དགུ་ཡོད་རེད་འདི་དགུ་དགུ་ཡོད་རེད་དེ་ཡིན་ན་འདི་དངོས་གཞི་མ་རེད་ད་ཏི་དེ་ནས་ལ་བརྟེན་ནས་ཡར་རྒྱས་འོང་དུས་གང་ལ་དཔེ་མེད་ཀི་དེ་ནས་འདི་ཚོ་མ་བྱུང་རང་བྱུང་ཅིག་རེད། ཡིན་ན་ཡང་ཞི་གནས་དེ་ཅིག་གང་མང་མཛད་ཅིག་གི་ཅིག་བསྒོམ་དངོས་གནས་ཡིན་མཁན་རེད་བ་བཤད་ན་འཁྲུལ་བ་རེད་དྭངས་སང་འདི་འཁྲུལ་བ་དེ་ང་རང་འཇིག་རྟེན་པ་ཕར་བཞག་ཅིག་འདི་བླ་མ་མཁས་བ་ཚོ་གས་འཁྲུལ་འདི་གན་རེད་བ་ཅིག་ངས་མཐོང་མཁན་རེད་བ་ཅིག་གི་འདུག་དུས་དེ་ཡུལ་གྲུབ་རེད་བ་བལྟས་ན་ཅི་བསྒོམ་བརྒྱབ་བསྒོམ་བསླབ་ཡིན་ཟེར་བསྒོམ་བསླབ་རྒྱུ་ཁོ་ནའི་ཞི་གནས་ཞིག་ལབ་དགོས་འདུག་དེ་ཏིག་གོ་ཆག་ཅན་འདྲ་རྫོགས་ཆེན་འདྲ་ཡིན་མདོག་མདོག་འདྲ་བྱས་ནས། དེ་ནས་ཕྱི་རོལ་ཕྱིན་ཅིག་ཕྱི་རྒྱལ་ཚོ་ཡང་ཅིག་བསྒོམ་ཟེར་གིན་དེ་རྫོགས་ཆེན་ཡིན་ན་ཆག་ཆེན་ཡིན་འདུག་ཅེས་དེ་ཅིག་སེམས་མ་ཡེངས་བྱས་ནས་ཅིག་རྣམ་རྟོག་དེ་བཀག་བཞག་པ་དང་རྣམ་རྟོག་དེ་ཇི་ནས་ཁུར་བར་ང་རང་ཚོས་ན་སྐྱེས་མ་བཅུག་བ་ཅིག་དང་རྣམ་རྟོག་དེ་ནས་ཁུར་བར་བཀག་པ་ཙམ་ཅིག་ལ་དེ་ནས་དངོས་གཞིའི་བསྒོམ་ཡིན་བསམ་གིན་དེར་ད་ལྟ་ཁྱེད་རང་ཚོ་ངའི་ལབ་ཀྱང YouTube སུ་ནང་ལྟོས་དང། ཨོ་ང་རང་ཚོ་བླ་མ་ཚན་པོ་ཆེན་པོ་ཚོ་གི་གསུང་མགྱོགས་ཚོ་ཐམས་ཅད་ཅིག་རྣམ་རྟོག་དེ་སྐྱེ་མ་བཅུག་པ་ཞིག་རྒྱུ་འཕྲོད་མེད་མཁན་ཅིག་གི་བྱུང་སོང་པ་ཅིག་དེ་སྒོམ་ཡིན་བསམ་གི་འདུག་དེ་དེ་སྒོམ་རྩ་བ་ཉིད་ནས་མ་རེད་རྫོགས་ཆེན་གི་སྒོམ་དང་ཕྱག་ཆེན་སྒོམ་ཙམ་མ་རེད་སྤྱི་བཏང་གི་སྒོམ་ཅིག་དང་ལུས་ཡིན་རེད་བ་ཞི་གནས་ཡི་སྒོམ་ཅིག་དང་རེད་དེ། ད་ནི་དག་ས་འདུ་ཤེས་སྒོ་རྒྱུ་མཚན་རེད་ཟེར་ཨོ་ད་འདི་དེ་དང་པོ་ཞི་གནས་སྐྱེ་བའི་གི་ཐབས་དེ་རེད་ཞི་གནས་དེ་ལ་བརྟེན་ནས་ལྷག་མཐོང་དེ་སྐྱེ་དགོས་ཡིན་དུས་དེ་དཔེ་གལ་ཆེན་པོ་ཅིག་རེད།

རྗེ་བཙུན་མི་ལ་ཟེར་མཁན་ང་ནི་བརྩོན་འགྲུས་ཅན་གྱི་བཟོ་བཟང་གྱིས་ཁྱོད་ནི་ལེ་ལོ་ཅན་གྱི་འཁོར་བར་སྐྱབས་སེམས་ལྟ་འདི་ལེ་ལོ་ཟེར་མཁན་དེ་ལས་མི་རུལ་བཅུག་མཁན་དེ་མཆེ་བ་རུལ་བཅུག་མཁན་དེ་ལེ་ལོ་རེད་ཉལ་འཇིག་ཉལ་རྐང་པ་བརྐྱངས་འཇིག་བརྐྱངས་འཇིག་བསྟན་པ་ཚོ་ཡང་དེ་རེད་ཚོང་པ་ཡིན་ན་ཡང་ལེ་ལོ་དེ་གི་དེ་ནི་ཚོང་ཡག་པོ་མི་ཡོང་རེད་ཨོ་ད་མཆེ་བ་ཡིན་ན་ཡང་མཆོད་ཡག་པོ་མི་ཡོང་རེད་ཞིང་པ་ཡིན་ན་ཡང་ཞིང་ཡག་པོ་ད་ལེ་ལོ་ཟེར་མཁན་དེ་སྡུག་ཤོས་དེ་རེད་དེ་ཡིན་དུས་གང་ལ།